བརྙན་ཐུང་འདི་གསན་བཞེས་གནང་མཁན་ཚང་མ་ལ་སྔ་དྲོ་འདི་ལས་ཞུ་གི་ཡོད། དེ་ནས་ད་ང་དང་འབྲེལ་བྱེད་ཆེད་ཁ་སིང་ངས་ཁྱེད་རང་ཚོ་ལ་ངའི་ལོ་རྒྱུས་ཀྱི་ནང་ལ་གོམ་པ་རྒྱབ་ནས་འགྲོ་གི་ཡོད་ཞུས་པ་ཡིན་པ། ཨ་ནི་ལམ་ཁ་འདི་རེད། ཁུ་སིམ་པོ། རླུང་གཙང་མ། ཨ་ནི་དུས་ཚོད་ལ་སླེབས་ཐུབ་པ། ཨ་ནི་དེ་འདྲ་བྱས་བྱས་ཙང་ང་སྔོན་མ་ནས་ལོ་སུམ་ཅུ་བཞི་བཅུ་སྔོན་ནས་དེ་འདྲ་བྱས་བྱས་ང་གོམ་པ་བརྒྱབ་ནས་འགྲོ་གི་ཡོད། དེ་འདྲ་ཟད་གོམ་པ་བརྒྱབ་ཡག་དང་དེ་འདྲའི་ཕྱག་ལས་གནང་ཡག་དེ་ཚོ་དཔེ་མི་སྲིད་པའི་གལ་ཆེན་པོ་རེད་འདུག་ད། ག་རེ་ཞུ་དགོས་རེད། ད་འདི་འདྲ་ཕེབས་ཐུབ་པ་ཡིན་ན། ཨཱ་ནི། གཟུགས་པོ་ཡག་པོ་ཞེ་པོ་ཡོང་གི་འདུག། ད་ངས་ཉམས་མྱོང་གི་ཐོག་ནས་ཞུས་པ་ཡིན་ན། ད་ང་སྔོན་མ་ནས་འདི་འདྲ་བྱས་བྱས། གོམ་པ་བརྒྱབ་ནས་ཕྱིན་པར་བ། ཨཱ་ནི། དེ་འདྲའི། ཆམ་པ་རྣ་བ་ལ་སོགས་པ་དེ་འདྲའི་གྲོད་ཁོག་རྣ་བ་ལ་སོགས་པ། དེ་འདྲའི་བྱུང་བཅས། དེ་འདྲ་ལ་འགྲོ་མ་ཐུབ་པ་ཉི་མ་གཅིག་ཀྱང་མ་བྱུང། ཨཱ་ནི། ཨཱ་ནི། ཨམ་ཆིའི་རྩ་ལ་ཡང་འགྲོ་དགོས་ཀྱི་མི་འདུག། སྨན་ཡང་ཟ་དགོས་ཀྱི་མི་འདུག་དེ་འདྲས་ཡིན་པ་སོང་ཙང་ཁྱེད་རང་ཚོ་ཕྱག་ལས་གནང་དགོས་ཡ་དེ་དཔེ་མི་སྲིད། དགོངས་པ་འགེབས་ཡ་ཕྱག་ལས་གནང་དགོས་ཡ་དེ་དཔེ་མི་སྲིད་པའི་གལ་ཆེན་པོ་རེད་ཤག་དེ་ནས། ད་དེ་འདྲ་བྱས་བྱས་ཕྱག་ལས་གནང་པ་ཡིན་ན། ཨཱ་ནི་གཟུགས་པོ་ལ་ལུས་རྩལ་ཡོང་གི་རེད་པ། ཨཱ་ནི་ད་ག་གནང་བཞིན་སེམས་ཀྱི་དེ་འདྲའི་སློབ་སྦྱོང་གནང་ཡ་ལ་སོགས་པ་དེ་འདྲ་གནང་པ་ཡིན་ན། ཨཱ་ནི་རིག་རྩལ Mental Exercise། རིག་རྩལ་ཡག་པོ་ཡོང་གི་རེད། ཨཱ་ནི་ལོའི་ང་གཉིས་ནས་ཨཱ་ནི་བདེ་ཐང་ཡོང་བ་ཙམ་དུ་མ་ཟད་ཨཱ་ནི་ཁོར་ཡུག་ཡང་གཙང་མ་བསྡད་ཀྱི་རེད། དེ་འདྲ་བྱེད་བྱེད་ད་ང་དེ་ངའི་ནང་ནས་སློབ་གྲྭ་ལ་དོལ་རྒྱལ་ལ་ཀི་ལོ་མི་རེར་བརྒལ་ཚུལ་ཡོད་རེད་གོམ་པ་བརྒྱབ་ནས་ཕྱིན་པ་ཡིན་ན་ཆུ་ཚོད་གཅིག་དང་ཕྱེད་ཀ་སོགས་འགོར་གྱི་འདུག་དེ་ནས་ད་དེ་དེ་ནས་ཡར་ཕྱིན་པ་ཡིན་ན་ཨ་ནི་རྒྱ་གར་གྱི་དམག་སྒར་ཡོད་རེད་ད་དམག་སྒར་དམག་སྒར་གྱི་ནང་ལ་ཡང་པར་ག་འཇུག་མ་འཇུག་བརྒྱབ་ཆོག་གི་ཡོད་མ་རེད་བྱས་ཙང་ཡར་དེ་ནས་དེ་བརྙན་ཐུང་དེ་མཚམས་བཞག་དགོས་ཀྱི་ཡོད་རེད།

ད་ལྟ་ཁོར་ཡུག་དེ་ཚོས་སྐད་རྒྱག་པ་གོ་གི་འདུག་ཨ་ནི་ཁྱེད་རང་ཚོ་ནང་ལ་མ་བཞུགས་པ་ཇི་ལྟར་དེང་སང་ང་རང་ཚོ་སྔོན་མ་ཡིན་ན་བོད་པ་ཟེར་མཁན་འདི་ལས་ཀ་ཧུར་པོ་བཞི་པོ་རེད་ལྔ་པོ་བཞི་པོ་ལངས་མཁན་གྱི་མི་རིགས་གཅིག་རེད་ཟེར་ནས་སྐད་གྲགས་ཡོད་རེད། ད་དེང་སང་ཚོང་བརྒྱབ་ན་ཡང་མི་ལ་བཞག་ཞིང་ལས་བྱེད་པ་ཡིན་ན་ཡང་མི་ལ་ལོག་འདི་འདྲའི་བྱེད་བྱེད་བཞུགས་པ་ཡིན་ན།

ད་འདི་ནས་མ་ཐུར་ལ་འགྲོ་དགོས་རེད། ད་ནི་ཟ་ང་ཟེར་ངེས་མེད་པ། ཁུ་སིམ་པོ་རླུང་གཙང་མ། དེ་ཙམ་དུ་མ་ཟད། ད་ནི་གཟུགས་པོ་ལ་ལུས་རྩལ་ཡོང་ཡག། དུས་ཚོད་ལ་སླེབས་ཐུབ་པ། འདི་འདྲའི་མཁས་ཕན་མང་པོ་ཡོད་རེད།

འཐུང་དགོས་ཀྱི་འདུག་དེ་ནས་ལས་ཀ་བྱེད་དགོས་ཀྱི་འདུག་གོམ་པ་འགྱེད་པ་ལ་སོགས་པ་ཨ་ནི་གཟུགས་པོས་ལས་ཀ་བྱེད་ཡ་ལས་ཀ་བྱེད་དགོས་ཀྱི་འདུག་ད་བསྡད་བསྡད་རྒྱུ་མི་འདུག་ད་བསྡད་བསྡད་པ་ཡིན་ན་ཨ་ནི་ན་ཚ་ཡོང་ཡག་གི་རྒྱུ་མཚན་གཙོ་བོ་དེ། དེས་བསྡད་པ་ཡིན་ན་ཨ་ནི་ན་ཚ་ཚང་མ་ཡོང་གི་འདུག་ག། དེ་ནས་ན་ཚ་ཆ་ཆ་ང་ཆུང་ངེ་ན་བའི་སྐབས་ལ་སྨན་བཟའ་རྒྱུ་མི་འདུག། ཨ་ནི་སྨན་བཟས་པ་ཡིན་ན་གཅིག་ལ་ཕན་ནས་གཟུགས་པོའི་ཆ་ཤས་གཞན་དག་ཅིག་ལ་གནོད་ཀྱི་ཡོད་རེད་པ། བྱས་ཙང་ད་ང་སྨན་མ་བཟས་ནས་ཡུན་རིང་པོ་ཞེ་དྲག་ཕྱིན་སོང། དེ་ནས་ད་ད་ལྟ། ད་ཡང་རྩ་བ་ནས་མ་ན་བ་དེ་འདྲའི་ཡང་མ་རེད་ང་ཐེངས་གསུམ། ཐེངས་བཞི། ཁྲག་ཤེད་འཕར་ནས། སྐབས་གཅིག་ཁྲག་ཤེད་ཆག་ནས། དེ་འདྲའི། དྲན་པ་འཐོར་བ་དེ་འདྲའི་ཡང། ཐེངས་བཞི་བྱུང། ཡིན་ན་ཡང་སྨན་ཟ་གི་མེད་ད་ལྟ་ཡང་སྨན་ཟ་གི་མེད། ཨ་ནི་ད་ངའི་ལོ་ཚོད་ཀྱི་མི་དེ་ཚོ་ད་ཕལ་ཆེ་བ།

ཨ་ནི་ཕྱག་ལས་གནང་པ་ཡིན་ན་ཡང། མནའ་མས་དང་པོ་ངོ་བོ་ཙམ་མིང་ཙམ་གྱི་ཕྱག་ལས་དེ་འདྲའི་མ་ཐོས། ཨ་ནི་ད་ལྟ་ཡང་ད་ང་ལས་ཀ་བྱས་དང་བྱེད་བཞིན་པ་ཡིན། དེ YouTube ལ་བོད་སྐད་དང་བོད་ཡིག་བསླབ་ཀྱི་ཡོད་དེ་མཉམ་དུ་དེབ་གསུམ་པ་བྲིས་ཀྱི་ཡོད། ཨ་ནི་སློབ་གྲྭ་ལ་ཆུ་ཚོད་ལྔའི་རིང་ལ Test ལས། ཨ་ནི་བོད་སྐད་དང་བོད་ཡིག་དགའ་བཞིན་སྤྲོ་བཞིན། ཁྲལ་ཕོག་པའི་བཟོ་གྲྭ་བོ། དེ་འདྲའི་ལས་ཀ་རྩ་བ་ནས་བྱེད་ཀྱི་མེད། ཨ་ནི། ད་ད་ལྟ་བར་དུ་ཨོ་སི་བྱུང་སོང། སང་ཉིན་ག་རེ་ཡོང་མ་ཡོང་ད་སུས་ལབ་ཐུབ་ཀི་རེད། ཡིན་ནའི་ལས་ཁྱེད་རང་ཚོས་མཁན་དགོས་ཡ་འདི་ག་རེ་དགོས་ཀྱི་འདུག་ཟེར་ན། ཕྱག་ལས་ཡིན་གཅིག་མིན་གཅིག་གནང་དགོས་ཀྱི་འདུག། གཟུགས་པོས་ཕྱག་ལས་གནང་པ་ཡིན་ན་ཡང་འདྲ་སློབ་སྦྱོང་གནང་པ་ཡིན་ན་ཡང་འདྲ། སློབ་སྦྱོང་གནང་པ་ཡིན་ན་རིག་པ་གསལ་དུ་འགྲོ་གི་རེད།

ཨ་ནི་དེ་སྙམ་དུ་ང་བོད་སྐད་ཀྱི་བརྡ་སྤྲོད་དེབ་བྲིས་ཀྱི་ཡོད། ཨ་ནི་དེ་ཙམ་དུ་མ་ཟད་སློབ་གྲྭ་ལ་ཆུ་ཚོད་ལྔའི་རིང་ལ་བོད་སྐད་བསླབ་ཀྱི་ཡོད། ཨ་ནི་འདི་འདྲ་ཡོང་བ་བྱེད་པ་ལ་ཁྱེད་རང་ཚོ་ཁག་ཆོད་གོ་རེད། ཚེ་རིང་པོ་དང་ནད་སྣ་ཚ་མ་ཡོང་བའི་ཆེད་དུ་དེ་འདྲའི་ཁྱི་གུག་ཡོད་སར་དེ་ངའི་ཉམས་མྱོང་ལ་དེ་འདྲའི་བྱུང། བྱས་ཙང་ཁྱེད་རང་ཚོ་ཡང་དེ་འདྲའི་སྣང་བྱེད་ཟིལ་དང་འཕེན་གི་འདུག་མི་འདུག་ཆུ་འཐུང་ཡ་དེ་ལངས་པ་དང། ཆུ་དྲོ་འཇམ་ལིཏར་གཅིག་འཐུང་ཡ་དེ་དཔེ་མི་སྲིད་གལ་ཆེན་པོ་རེད་འདུག་འོ་ད་འདི་ཁྱེད་རང་ཚོས་ཐུགས་ཅག་གནང་རོགས་གནང། ཨ་ནི། དེ་འདྲ་བྱས་ཚེ་ད་ང་རང་གི་ག་རེ་ཉམས་མྱོང་གི་ཐོག་ནས་ག་རེ་ཤེས་པ་ཚང་མ་དྲ་རྒྱ་བརྒྱུད་ནས་ཨ་ནི་བོད་མི་རིགས་ལ་ཕན་ཐོགས་ན་བསམ་ཆེ་དེ་འདྲ་ཞུ་གི་ཡོད། ཨ་ནི་ཁྱེད་རང་ཚོས་དེ་བརྙན་ཐུང་འདི་གཟིགས་པ་ལ་ཐུགས་ཆེ་གནང་ཨ་ནི་ཁྱེད་ལ་ཡང་བསྐྱར་མཇལ་ཡོང་ཨ་ནི་ག་ལེར་ཕེབས་དགོས།